བཀག་འགོག་བྱེད་པ་གཅིག། དེའི་དོན་དག་ལ་ཡང། སྒེར་པས་མཛའ་བ་མི་སུ་སུ་ཡིན་ནས་མདོར་ན་པའི་ཆོས་བྱས་དང་མ་བྱས་སོ་སོ་རང་དབང་རེད། དེ་ཡིན་པས་ཞུ་གོ། ཨེ་ནས་ལྷག་གར་བསྟན་པ་རེད་ཟེར་ཏེ་སོ་སོ་རང་དབང་རེད། ཨེ་ནས་ཅིག་སྤྱི་པའི་ཐོག་ནས་ཅིག་མི། སྐབས་དེ་ངས་ལབ་ཡོད་རེད་ཅིག་མི། ཞི་དྲག་ཡན་ཆད།

ད་རྒྱ་གར་ནས་ཕྱི་ཚེས་ཀྱི་ཡོད་མ་རེད་བསམ་པར་དེ་འདྲའི་གི་ཐོག་ནས་གང་ལྟར་ཅིག་ཅིག་རི་བོང་དུག་ཚོད་ཟེར་ནའི་མི་འདུག་ཅིག་དེ་འདྲའི་གི་ཚོད་ཚོད་བྱེད་དེ་དེ་འདྲའི་རྟགས་ཅིག་ཡོང་བསྡད་གི་ཡིན་ནའི་དེའི་དེ་གནད་འགག་གི་མི་འདུག་ཨན་ད་ལོ་གཞི་ཞིག་གམ་མི་གི་ད་ལོ་ག་ཚོད་གསུམ་གི་གོང་མེད་འགྲོ་ལོ་གཉིས་གསུམ་གི་གོང་ལས་མི་གི་མི་གི་ཧིན་སུ་ལི་ཡ།

ཨ་ནི། བལྟས་བསྡད་དུས་དེ་ཙམ་གྱི་ཞེ་རགས་རགས་ཅིག་ཡང་ནུས་པ་ཟེར་གྱི་མ་ཐོན་སོར་ཅིག་བྱུང་གསུང། དེ་འདྲི་ཞིག་གི་ད། དེ་ནས་ཡིན་ནའང་ངའི་ཚུལ་དེ་ཡག་གི་ད་ང་རྐྱེན་ཟབ་ཅིག་ཡོང་ཡག་དེ། ཨེ་ནོ་མི་ཁའི་ཧུན་སུར་ཡོད་པའི་ཁ་ཐུག་ལ། མི་ཁའི་ཧུན་སུར་ལ་ཡ། འདྲེ་བ་ཞིག་གྲགས། དཔལ་ལྡན་སྨད་རྒྱུད་གྲྭ་ཚང་ལ་ཡ་ཨེ་ནི། འདྲེ་བ་ཞིག་གྲགས། མི་ཁའི་ད། གསུམ་བཅུ་ཕུད་རེ་སྐབས་ལ་ཡ། ཨེ་ནི། ཅིག། གཞིས་ཁང་ནང་གི་སྙིང་རྗེ་མི་སྐྱོ་བོ་དེ་འདྲས། ནད་པ་དེ་འདྲས། དེ་གནོད་པ་ཡིན་ན་ཞིག་འདུག་ཨེ་ནི་ཕུ་རྒྱབ་རོགས་ཞིག་ཟེར་ཡག་རོགས། ཅིག་དེ་འདྲའི་འདྲའི་ཨན་རྟག་པ་ཡང་ཟངས་སུ་ཐུག་བསྡད་ཀྱི་ཡོད་པ་རེད། སྐྱོ་པོ་དེ་འདྲ་ཞིག་གིས་དགའ་རོགས་ཅིག་ལྷའི་སྣོད་ཀྱི་སིག་ཏུ། རྒྱལ་ཆེན་གྱི་སྣོད་ཀྱི་སིག་ཏུ་དེ་འདྲ་ཟེར་གི། ང་སེམས་ཤུགས་སྐྱོ་ཅིག་ཆགས་གོ། ད་མི་ཉུང་ཆུང་འདི་འདི། བསྟན་པ་སྤྱི་ལ་ཐུག་བྱེད་པ་བྱུང་ད་ནི་མ་རེད་མི་ཉུང་ཆུང་འདི་འདི་ཐུག་ཚུལ་ཤེས་ན་ཆོག་ག་ཡང་རེད། ད་དངོས་གནས་ཅིག་ལྷ་ཡེ་ཤུ་རུ་ཅིག། ཅིག་གཞན་ཕན་གྱི་བསམ་བློ་ཡོད་དུས་ལ་ཞིག་ན་ད་ཉུང་ཆུང་ཞིག་ཐུག་ཚུལ་ད་ནི་ད་ཆོས་ཆོས་མི་འདུག་ག།

མ་གཅིག། བསླབ་བྱ་རུ་བསྐྱོན་པའི་ཁ་ཐུག་ལ་ཡ། ཆོས་གསུང་ཐོས་པའི་མ། བཀའ་རྒྱུད་དང་ནང་གི་ལུགས་སྲོལ་ཅི་ཡོད་ཨ་རེད། དེ་དང་ངས་ཡི་འདི་ལུགས་སྲོལ་འདི་བྱས་བྱས། འགྲེལ་པ་ཞི་དྲག་བྱས་སའི་ཁྲི་འདིའི་སྒང་ནས། ཨ་ད་ཅིག། ཅིག་ལྷ་འདྲེ་བརྫུས་བྲལ་ལེ། མ་གེ་འདི་ད་ཕན་པ་དྲུག་པོ་རེད་མ་གཏོགས། ཨ་ནི། བླ་ཁེ་ཡག་གི་ནུས་པ་དོན་ཡག་ཡོད་ན་རྒྱ་མི་སྒང་ལ་རྒྱབ་དགོས་རེད། དེ་ཡོད་ན་བྱེད་སྲོལ་ཡི་རང་ཡོད། གཞན་ང་རང་ཚོ། སྙོམས་འཇུག་ནང་ཚགས་ཁང་ཐུབ་ཚོད་བྱས་ནས་ཡག་པོ་རྒྱུ་ནི་མ་རེད།